དེ་ནི་ང་ཚོས་སྤོང་བའི་འདུ་ཤེས་རྒྱས་ཞེས་ཡ་ཡིན་ད། སྤོང་བའི་འདུ་ཤེས་རྒྱས། ད་གཅིག་བྱས་ན་མང་དྲགས་ས་རེད་དེ། ཨ་ནི་སྤོང་བའི་འདུ་ཤེས་རྒྱས་ལབ་དུ། ད་པ། འདུན་པ། རྩོལ་བ། ཤིན་སྦྱངས། དྲན་པ། ཞི་བཞིན། སེམས་པ། བཏང་སྙོམས། ཨོ་དེ། དེ་རྒྱས་དེ་རེད། ན་ཚོད་དགག་ནས་བཤད་པའི་ཨ་ནི་གཉིས་པ་ལྔ་སྤོང་བ་གི་ནང་ལོགས་ལ་འདི་ཚང་མ་འདུག་གི་རེད། ལེ་ལོ་སྐྱེ་གི་ཡོད་པ་དེ་ག་རེ་རེད་ལབ་ན་ང་ཚོ་བརྩོན་འགྲུས་རྩོམ་མ་ཐུབ་བསྡད་བསྡད་ཡོད་པ་དེ་ང་ཚོ་འདོད་པ་མེད་པ་རེད་འདུན་པ་མེད་པ་རེད། འདུན་པ་ག་འདྲས་བྱས་ནས་མེད་པ་རེད་ལབ་ན་དག་པ་མེད་པ་རེད། རྩོམ་བརྩོན་འགྲུས་རྩོམ་ནས་ནས་ཐེག་པ་ཆེན་པོ་ལམ་ལ་སློབ་ནས་ནས་བསམ་དོན་སྒོམ་གི་ཡིན་ལབ་ན་བསམ་དོན་སྒོམ་ཉེས་མ་གྲོལ་བ་བཅས་སྒྱིད་ལུག་པའི་ལེ་ལོ་ཡིན་ན་འདྲ་བྱ་བ་ངན་ཞིང་གི་ལེ་ལོ་ཡིན་ན་འདྲ་དེ་འདྲ་ལ་བཞག་འོང་ལ་འགྲོ་བ་ཤུགས་ཆེ་དྲགས་ཤུགས་ཆེན་པོ་ཡོང་པ་དེ་ག་རེ་ལབ་ན་དག་པ་མེད་པ། རེད། དད་པ་ཞིག་ཆེན་པོ་ཅིག་ཡོད་པ་ཡིན་ན་འདུན་པ་རང་ཤུགས་ཀྱིས་སླེབས་དགོས་རང་འདུན་པ་ལ་དེ་འདོད་པ་དོན་གཉེར་གྱི་བློ་རེད། ཨ་ནི་རྩོལ་བ་རེད་དོན་གཉེར་ཅིག་སླེབས་ཚར་སོང་ན་ཨ་ནི་བརྩོན་འགྲུས་ཅིག་མི་བརྟེན་རང་བརྟེན་རེད་རྩོལ་བ་ཟེར་བ་འདི་བརྩོན་འགྲུས་རེད་བརྩོན་འགྲུས་བརྟེན་ནས་ཨ་ནི་སྒོམ་ལ་ནི་ཡོང་གི་ཡོད་པ་རེད། དེ་ལ་རྩོལ་བ་ཟེར་ལབ་ཀྱི་ཡོད་པ་རེད། རྟ་པ་འདུན་པ་གཙོ་བ་ཤིན་ཅང་ཤིས་ཀྲི་གི་ལས་ལོག་ལ་ཁ་གཏད་རྒྱག་གི་ཡོད་པ་རེད་ཤིན་ཅང་ལ་ཡ་དེ་གར་ལབ་ན་དགེ་བ་ལ་འཇུག་པའི་སྐབས་སུ་སྒོམ་ལ་འཇུག་པའི་སྐབས་སུ་སྒོམ་བརྒྱབ་པའི་སྐབས་སུ་ལུས་སེམས་བདེ་ཞིང་ཞིང་ཡོད་པ་དཀའ་ལས་ཁག་ནང་འདྲ་བོ་དང་ཐང་ཆད་ནང་འདྲ་བོ་དེ་འདྲས་མི་སྐྱོང་བ་བརྩོན་འགྲུས་ཅིག་གཏད་ནས་ཕ་སྒོམ་ལ་གནས་ནས་ཡག་པོ་ཅིག་བྱས་པ་ཡིན་ན་ལུས་སེམས་བདེ་སང་སང་འགྲོ་བ་དེ་འདྲས་ཅིག་ཡིན་པར་དེ་ལ་ཤིན་ཅང་ཞིས་ཀྲན་པ་ཞིས་ཤིན། ཨེ་ནི་སེམས་དཔའ་བཏང་སྙོམས་ཟེར་བ་དེ་ཤི་དེ་གི། དྲན་པ་ལ་དེ་གི་ཨེ་ནི་རྗེས་ངེས་ལ་ཁ་གཏད་བཅག་པ་རེད་རྗེས་ངེས་ལ་ནི་རྗེས་དཔག་ང་ཚོ་ཅིག་རྗེས་འགྲོ་བའི་བ། འོ་དེ་ལ་རྗེས་དཔག་ལ་གོལ་བ་རེད། ཨེ་ནི་དྲན་པ་ལ་དེ་གང་ལ་ཨེ་ནི་སོ་སོ་སེམས་ལ་བརྟན་པོ་ཉེར་ཡ། དེ་ལ་བ་སེམས་གཏད་ནས་པས་ན་བླ་མ་གི་སོ་སོ་ལ་ལབ་ན་འདྲ་སོ་སོའི་གཞུང་ལ་བསླབ་ནས་ཤེས་ན་འདྲ་གང་ལྟར་ཅིང་ཏིང་ངེ་འཛིན་སྒོམ་ཚུལ་གི་ཨེ་ནི་འགྲོ་སྟངས་ཏིང་ངེ་འཛིན་སྒོམ་སྟངས་བསླབ་ཡོད་པ་དེ། སོ་སོ་སྒོམ་བརྒྱབ་པའི་སྐབས་ལ་རྗེས་འགྲོ་གི་ཡོད་པ། གི་རྗེས་འགྲོ་གི་འགྲོ་བ་ང་ཚོ་འོ་དེ་དྲན་པ་རྣམས་ལ་བརྟན་པོ་གཉེར་དགོས་རེད་དྲན་པ་བྱེད་དགོས་རེད་འོ་དྲན་པ་ལ་དེ་གི་རྗེས་ངེས་ལ་ཁ་གཏད་ཆགས་ཀྱི་ཡོད་པ་རེད་ཨ་ནི་ཤེས་བཞིན་ལ་དེ་གི་བྱིང་བ་དང་རྒོད་པ་ལ་ཁ་གཏད་ཆགས་ཀྱི་ཡོད་པ་རེད་བྱིང་བྱིང་བ་དང་རྒོད་པ་ལབ་སྟེ་ང་ཚོ་འདི་སྒང་ལ་ལབ་ཚར་རེད་ཨ་ནི་སེམས་ནང་དུ་པའི་ནི་ཆད་དྲགས་ནས་ཨ་ནི་ང་ཚོ་ཅིག་ཨ་ས་བོན་མེད་པ། རྣག་ཐུམ་ཐུམ་འདྲ་བོ་དེ་ནི་གཅིག། སྙུབ་ཐོར་འདྲ་བོ་དེ་ནི་ཆག་འགྲོ་བ་ཡོད་པ་དེ་ལ་བྱིང་བ་ལབ་གི་ཡོད་རེད། བྱང་བ་ཡོང་གི་འདུག་བས་དགུ་པ་ཡོང་གི་འདུག་བས་དགུ་པ་ལབ་ན་སེམས་ཕྱི་རོལ་ལ་ཨེང་བྱས་ནས་རྣམ་རྟོག་འདྲ་མི་འདྲ་ཕྱི་ལོག་ལ་འཕྲོ་འགྲོ་གི་ཡོད་པ་དེ་ལ་དགུ་པ་ལབ་གི་ཡོད། ད་ལྟ་ང་བྱང་བ་ཡོང་གི་འདུག་བས་དགུ་པ་ཡོང་གི་འདུག་བས་ཟེར་ནས་དེ་ལ་བརྟག་དཔྱད་བཏང་ནས་དེ་ག་འདྲས་ཡོང་གི་འདུག་བས་སོ་སོ་བལྟ་ཡ་དེ་ལ་ཤེས་བཞིན་ཟིག་ལབ་གི་ཡོད་རེད། ནི་སེམས་དཔའ་དང་བཏང་སྙོམས་ཐ་མ་དེ་གཉིས་སེམས་དཔའ་ལ་ཡང་དེ་གར་ལབ་ན་ནི། ཏིང་ངེ་འཛིན་གྱི་སྐྱོན་དེ་འདྲའི་འདྲ་མི་འདྲ་ཡོང་དུས་ཏིང་ངེ་འཛིན་གྱི་སྐྱོན་དེ་ཚོ་ཡོང་པའི་སྐབས་སུ་ནི་དེའི་ལྡོག་ཕྱོགས་ཀྱི་དཔེར་ན་སེམས་འཆང་བ་འཆང་བ་དེ་སེམས་མ་འཆང་བ་འཆིང་བ་མང་པོ་ཡོང་གི་ཡོད་ན་དེ་ཟིག་གསལ་ཆ་ཆེ་རུ་གཏོང་ཡ་དང་གསལ་ཆ་པའི་ཆེ་དྲགས་ནས་ཆ་ལོག་ལ་འཕྲོ་འགྲོ་གི་ཡོད་ན་དེ་ཟིག་ནང་མ་ནི་གསལ་ཆ་གི་མགོ་མ་དེ་ཟིག་ན་ཡ། ཨའོ་དེ་འདྲའི་གི་སེམས་པ་ལ་ཡང་དེ་གི་ཁ་བཏོག་ཁ་བཏོག་ལ་ཡང་ནི་གང་རུང་གི་ཏིང་ངེ་འཛིན་གི་སྐྱོན་ག་འདྲས་ཅིག་ཡོང་གི་ཡོད་ན་ཡང་ནི་དེའི་ཕྱོགས་དེ་ལ་བསམ་བློ་བཏང་བ་དེ་རེད། བཏང་སྙོམས་ལ་ཡང་དེ་གི་གར་ལ་གོ་ར་ཟེར་ན་ཡང་ནི། བྱིང་བ་ཡང་ཡོང་གི་མེད་དགོད་པ་ཡང་ཡོང་གི་མེད་ཡང་ནི་ཏག་ཏག་དམིགས་པ་ལ་གནས་དགོས་ཡོད་པའི་སྐབས་ལ་ཡང་ནི་བསམ་བློ་འདྲ་མ་འདྲ་མ་བཏང་བ་ཅིག་རང་ཅག་དེའི་ནང་ལ་བཏང་སྙོམས་སུ་གནས་ཐུབ་པ། ཅེས་པ། དེ་ཏིང་སྙོམས་ཟེར་ལ་དེ་རེད། གཉིས་པ་སྔགས་སྤོང་ཞིང་ནི་འདུ་ཤེས་བརྒྱད་བསྟེན་པ་ཟེར་བ། འདི་ཏག་ཏག་ལག་ལེན་ལ་བསྟར་བ་ཡིན་ན་ཏིང་ངེ་འཛིན་ཟེར་བ་དེ་ཏག་ཏག་སྐྱེ་ཐུབ་ཀྱི་རེད། འོ་ད་དེ་འདྲ་ཅིག་གསུངས་པ་རེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།